ན་བུ་གསུམ་དང་བུ་མོ་གཉིས་རེ་མཉམ་ཞུགས་གོ་རྒྱུ། བཞི་པ་སློབ་གྲྭ་རེར་སྡིངས་ཆ་གྲ་སྒྲིག་ལས་དུས་ཡུན་སྐར་མ་ལྔ་ནས་བཅུ་བར་དང། གཏམ་བརྗོད་འཁྲབ་སྟོན་བཅས་དུས་ཡུན་སྐར་མ་ཉི་ཤུ་ནས་ཉི་ཤུ་རྩ་ལྔ་བར་ཐོབ་རྒྱུ། ལྔ་པ། དུས་ཚོད་རྫོགས་མཚམས་དུས་ཚོད་སྟངས་འཛིན་པས་དྲིལ་བུ་དཀྲོལ་བ་དང་འཁྲབ་སྟོན་པས་གང་མགྱོགས་ཚར་བར་གནང་རྒྱུ། ཟུར་དཔང་ནི་གནའ་དེང་གི་ཤེས་ཡོན་མཁའ་ལྟར་ཡངས་ཤིང་དྲང་བདེན་གྱི་བློ་སྟོབས་ཟླ་ལས་དྲང་བའི་ད་རིང་གི་ཟུར་དཔང་རྣམ་པ་གཉིས་ངོ་སྤྲོད་ཞུ་རྒྱུ་ཡིན། ཟུར་དཔང་དང་པོ་རྣམ་རྒྱལ་གྲྭ་ཚང་གི་གྱེས་ང་དབང་ཡོད་པར་ལགས། ཟུར་དཔང་གཉིས་པ། དཔེ་མཛོད་ཁང་གི་སྐད་ཡིག་དགེ་རྒན་གྱེས་བུ་ཟླ་བ་ལགས། ཨ་ནུ་ཟུར་དཔང་རྣམ་པ་གཉིས་ལ་ཡང་འཚམས་འདྲི་ཞུས་ཡོད། གཏམ་གྱི་ཁ་སྒོ་བདེ་ཞིང་ཚིག་གི་སྙན་ཆ་ལྡན་པ། ཆོས་ཉིད་གནད་ལ་འཁེལ་ཞིང་ལུས་ཀྱི་ཉམས་འགྱུར་ལྡན་པ། དགའ་སྐྱོ་ཟུང་འབྲེལ་གྱི་མི་སེམས་ཁུག་པའི་གཏམ་བརྗོད་དང་ལམ་ནོར་ལྡོག་བཤིག་གིས་བསྒོས་པའི་སེམས་ཁོང་གི་བསླབ་བྱ་གླིང་ས། སྤྱི་ཚོགས་ཀྱི་དངོས་བྱུང་མེ་ལོང་གསོན་པོ་ཞིག་ཡིན་པའི་ལྷན་སྐྱེས་ནས་ཐུགས་མཉེས་པོའི་ངང་ནས་གྱིན་གཟིགས་ཡོང་བ་ཞུ། ད་རིང་གཏམ་བརྗོད་ཀྱི་ལེའུ་ཁག་གཟིགས་འབུལ་ཞུ་རྒྱུ་ཡིན།

གཏམ་བརྗོད་འཁྲབ་ཚན་དང་པོ་དེབ་གང་དང་ཟ་ཁང་དབང་གི་གླེང་མོལ་ཞེས་པ་ཞིག་གཟིགས་འབུལ་ཞུ་རྒྱུ་ལྷན་རྒྱས་ཐུགས་སྤྲོ་བོའི་ངང་ནས་གྱིན་གཟིགས་ཡོང་བ་ཞུ།
གཟིགས་མོ་བ་ལྷན་རྒྱས་སྐུ་ཁམས་བཟང། དབུས་ཤེས་རིག་ལྷན་ཁང་ནས་ད་ལན་གཏན་འབེབས་གནང་བའི་གཏམ་བརྗོད་ཀྱི་བརྗོད་བྱ། སྐད་ཡིག་སྲུང་སྐྱོབ་དང་རིག་གཞུང་རྒྱུན་གནས་ཞེས་བརྗོད་བྱ་དང་མཐུན་པའི་གཏམ་བརྗོད་འཁྲབ་སྟོན་ལས་ད་ལན་གྱི་འཁྲབ་ཚན་ནང་གཙོ་བོ་དཔེ་དེབ་དང་ཟ་ཁང་བར་གྱི་གླེང་མོལ་བརྒྱུད་ནས་མི་རིགས་ཀྱི་སྐད་ཡིག་སྲུང་སྐྱོབ་ཆེད། ཁྱིམ་ཚང་གི་ཕ་མ་རྣམས་ནས་དཔེ་དེབ་གང་མང་གཟིགས་དགོས་པ་དང། ལེན་འབྲས་ལ་བརྩི་སྲུང་དགོས་པ་གལ་ཆེ་ཞེས། སློབ་མའི་གྲངས་ཚད་ལྔ་དང་ལྡན་པའི་གཏམ་བརྗོད་འཁྲབ་སྟོན་ཞིག་གཟིགས་མོ་བ་ལྷན་རྒྱས་ཀྱི་སྤྱོད་ལམ་དུ་གཟིགས་འབུལ་ཞུ་རྒྱུ།
དེང་གི་ཁུངས་ཨང་བསམ་ལགས། ང་དེ་གང་བྱོས་ལ་དེ་དེ་པོ། དེའི་མིང་ལ་ཧུའུ་པ་ས། དེ་ཕལ་ཆེར་ཁྱེད་རང་ཚོ་མང་པོ་ཞིག་གི་ཁེག་དོ་ཧ་བ་མ་རེད། འདི་དེབ་ཁང་དང་བྱ་ཁང་མཉམ་པོ་བྲེས་པ་དེ་རེད། ང་སློབ་གྲྭ་ཆེན་པོ་ཐོན་རྗེས་ངས་བོད་ཀྱི་སྤྱི་ཚོགས་ཧྲིལ་པོའི་རིག་གནས་ཀྱི་བྱང་ཚད་ཐོག་ལ་ཡ་ང་རེ་ནུས་ཤུགས་ཏོག་ཙམ་རྒྱག་ཐུབ་ན་ཧ་བསམ་ཆེད་དེབ་དཔར་དེ་བཙུགས་པ་ཡིན། མ་གཞི་བྱས་ན་དེ་ཡང་ཡོང་འབབ་མང་པོ་སྐྱེས་མི་འདུག་ཡིན་ནས་མི་རྣམས་ལ་ཕན་ཏོག་མཐོང་ན་ང་རང་དགའ་བོ་ཞེ་དྲག་འདུག་ལྷན་རྒྱས་དཔེ་དེབ་མང་ཞིག་རོགས་གནང།

ཝོ་བུ་མོ། ཧོ་ཙི།
ཁུ་འམ་སང། ཧོ་ཙི་ཁུ་འམ་སང།
ཧོ་ལ། ཁྱི་ནག་ཚོས་དེ་སྟག་ཟ་ཟས་དེ་འདུག་བས། སྟག་ཟས།
ཧོ་ཙི་ཅོ། ཕྱུགས་རིགས་སེམས་ཅན་རིགས་བདེ་བ་བཟུང་གི་ཡོད་མ་རེད། ཨ་ཙི། ངས་ཕྱུགས་རིགས་སེམས་ཅན་ཅིག་ཐ་ཟེར་གྱི་མེད། ཧོ་ན། ངས་བྱས་ན་སྤུ་གུས་བསླབ་གྲྭ་ཚིག་གསར་མ་བཤད་པའི་སྐབས་སུ་ཚིག་གསར་ཚད་ཀྱི་ཨོ་ས། Dictionary ཟས་དེ་འདུག་བས། དེ་ཡ།
དེ་ལ་དབྱིན་སྐད་ཐོག Dictionaries། བོད་སྐད་ཐོག་ཚིག་མཛོད། ཡོད་ཡོད་དེ་ཞུ་དང།

ད་ཁྱེད་རང་གི་དགོངས་ན་དེབ་སྤུ་བོའི་ནང་དུ་བཏང་བ་མ་རེད་བས། ཨོ་རྩིས་ཡིན་དགོས་བྱུང། མི་རྒན་ལ་ལས་ཀ་ཡོད་པ། དེབ་སྟོད་ཅིག་གར་བྱེད་དགོས་རེད་ད། དེ་ལས་བུ་མོ།
འདི་ང་བཙོང་དང་སྐུ་ཞིག། དངོས་གནས་བཙོང་ཡ་ཡོད་མ་སྐུ་ཞིག་བུ་རྣམས། མོ། ད་ཁྱེད་རང་གི་འུ་ཟུར་དེ་ནག་པོའི་དུས། ད་འོ་ན་ནམ་ཟླ། ཨོ་ཡག་བྱུང་བུ་མོ། ཨུམ།

རིག་པ་ནང་པ་ཕྱི་ཡང་བརླག། ཚེ་འདིར་མཁས་པ་མ་གྱུར་ཡང། སྐྱེ་བ་ཕྱི་མ་སྤྱོར་བ་ཡི། ནོར་ཡོད་ལག་གཉིས་རེངས་པ་འདྲ། གསུང་ཡོད་ལ།
ཡག་པོ་གསུངས་འདུག་ད། ངས་གར་བཟི་རྒྱུ་རེད།
ཁོ་རང་གིས་སང་ཉིན་ཤི་རྒྱུ་ཡིན་ནས་དེ་རིང་ད་དུང་སློབ་ཆུང་བརྗེ་བོར་གསུང་ཡོད་ལ། ད་ཆོ་ག་རེ་ཡོད་རེད།
ས་སྐྱ་སྤུན་ཉེ་ཚང་ཁོང་ནི་ཉི་མ་རིང་འདུག་ལ། མ་གཞི་ནས་ཁོང་གི་དུས་སྐབས་སུ། དུ། སྐྱིད་པོ་དེ་ས་ཅི་ད་ག་བ་ཨེ་རེད། དེ་ལས་བུ་མོ་བུ་མོ་རང་གི་དད་པ་གནང་ལ་དེབ་དེ་འདྲ་བརྩིགས་པ་ལས། ཐ་མ་དང་ཨ་ར་མང་བརྩིགས་པ་ཡིན་ན། མི་དེ་ཚོ་དགའ་པོ་བྱེད་ཀྱི་རེད་ལ་བུ་མོ་རང་ལ་ཡོང་འབབ་འདྲ་མ་ཡོང་གི་རེད་ད་བས། ཧོ་ཙི་ཆོ།
ད་ལྟ་ཡོང་འབབ་ཅི་པོ་གསུམ་ལོ་གནང་ཡོད་མ་ད། ཨ་ནི།
ད་ལྟ་གཙོ་བོ་དེ་ག་ཟེར་ན། མི་རིགས་ཀྱི་སྐད་ཡིག་དང་རིག་གཞུང་གོང་འཕེལ་གནང་ཡ་དེ་རེད་ད། ཨ་ཙི་བུ་མོ།
དེ་ལ་ང་ཚོ་གཙོ་བོ་དེ་ག་རེ་ཟེར་ན།

མ་སུ་རི་གི་དབྱངས། ཤིམ་ལ་ཡའི་དབྱངས། ཨ། ད་དུང་ངེད་ཅག་ཆར་དུས་སྐྱེས་པའི་གོ་འཕང་ཕུག་གི་དབྱངས་གསར་པ་དེ་བརྩིས་ཏེ། ཁྱོད་དབྱངས་བཞི་ཡོད་དམ་བེ། ཨོ་རྩིས་ཆོས།
དབྱངས་བཞི་འདི་མ་གདའ། ཨ་ལས་བུ་མོ། དགུ་ཨ་དབྱངས་བཞི་འདི་མ་རེད་ས། ཀུ་ཤི་བུ་མོ་རང་ངེད་ཆུ་ལེ་རུ་ཆུ་དང། ཨོ་ཡ་ཡ།
བུ་བུ་མོ། དབྱངས་ཀྱི་ཡི་གེ་བཞི། གི་གུ་ཞབས་བཅུ་དེ་མགོ་ན་རོ་བཞི་རེད།

ཨ།
ལས་དོན་སྒྲུབ་མཁན་གྱི་ག་ཚོད་རེད་ཨེ། ཨོ་རྩིས་རང་ནི། ལས་དོན་སྒྲུབ་མཁན་རྗེས་པ་རེད་ཨ་ནི་ཡི་གེ་ཤི་མ་ཐོབ་མི་ཨ་ནི། ཧོ་རྩིས་ད། ཁྱོད་རང་གི་ལབ་ཀྱི་ལས་དོན་སྒྲུབ་མཁན་ཡི་གེ་ལའོ་མ་ད། ཨ་ནི། ལ་དོན་གྱི་ཡི་གེ་བདུན་ཡོད་ད། ཨ་ལས། བུ་མོ་བྱས་ན་ལ་དོན་སྒྲུབ་མཁན་ཡི་གེ་བདུན་རེད་ཟེར་ཡ་ད་ག་འདྲི་སི་རེད། ལ་དོན་གྱི་ཡི་གེ་བདུན་སར་སུ་ག་པ་དྲ་དར་དུ་ང་ད་ན་མ་ར་ལ་འདུག་ལ་སོགས་པར་ད། ཨོ་བུ་མོ་ངས་ཧ་གོ་སོང་ངས་ཧ་སོང། ཨོ་བུ་མོ། ཡག་པོ་བྱོས་ངས་ཨ་ཨོ། སོ་སོ་དགའ་བར་འགྲོ་ནུས་སོ། ང་དང་སྣ་མོ་རི་ལ་འགྲོ་ས་བུ་མོ།
ཨོ་རྩི་ཤོ། འདི་མ་བལྟ། ཨ་ནི། ཨ་ལེ་བུ་མོ། ཁུ་བ། འདི་མ་རེད་ས། ཀུ་ཤི་ཀུ་ཤི་བུ་མོ། ཀུ་ཤི། རང་གི་ཆེད་ལས་རེད་ད། ཨོའི་བུ་མོ། ཡག་པོ་ཞིག་ངེས་ན། ས་སུ་དགའ་བར་བྱ་ད་དུ། ང་དང་སྣ་མ་ར་ལ་འདུག་ཧ་དང་ད་མེ་ར་དང་རུ། ཨོ། ཡ་ཡ། ཨོ། ཐུགས་རྗེ་ཆེ་ད་བུ། ཐུགས་རྗེ་ན་ཡག་ཞུ་བུ་མོ། ད་བྱས་ན།

པཱ་ལགས། ཨོ། ད་གེ་སྦྱོང་ཟིན་གྱི་ལན་ཆ་ཚང་བསྒྲིགས་བཞག་པཱ་ལགས་ཁྱེད་རང་ག་འདྲི་ཤེས་སོ། ག་རེ།
ད་གེ་སྦྱོང་ཟིན་གྱི་ལན་ཚང་བ་བསྒྲིགས་བཞག་ཨེ། དེ་ད། ད། དེ་དེ་པ་ན་ཡོང་ན་ཚང་མ་ཤེས་ཀྱི་འདུག་ད་བས་བུ་མོ། ཨོ་ཡ། ཡ། སློབ་སྦྱོང་ཡག་པོ་བྱེད་ཨ། བ་བ། ཞག་སྐྱོན་ད་ཡ། ད་བུ་མོ། ལོ། ད་ད་རིང་ང་དེ་དེ་དེ་པ་ན་ཡོང་ནས་ཕན་ཡག་པོ་རུ་ཐོགས་སོ་ད། རེད་རེད། ད་བྱོས་ན་ཡ།

ཨོ་ཨོ་ཟི། ལྷན་རྒྱས་སྐུ་ཁམས་བཟང། བདག་ག་པ་དྲན་ཡིན་ལ། ད་བཞུད་ནི་གང་ཡོང། གཅིག་ནི་དིན་སང་ཡུལ་སྐོར་བཀྲིས་ཆོན་ལ་ཕེབས་ཀྱི་འདུག། གཉིས་ནི། གཟིགས་དང་ཡི་གེ། ང་ཚོའི་ལུང་པའི་བུ་གངས་རི་འདི་སྐུ་དྲིན་གྱིས་ཕྱི་རྒྱལ་གྱི་ཡུལ་སྐོར་ལ་ཕེབས་མཁན་མང་ཐག་ཆོད་ཆེ། ང། བུ་ཁྲིད་ཀྱི་ཟ་ཁང་འདི་ཚོང་བྱེད་ཡོང་གི། ཧ་ཧ། ག་རེ་གནང་ག་ལ། སྨྱོས་ནི་སྔོན་ལ་གྲངས་ཀ་བརྒྱ་མ་ཚར་བའི་དུས་དགེ་གི་འདུག་ག།

ཨོ་མ་ལ་ན་སུ་མའི་ཀར་ཀོ། ཨ་སི་ང་རང་ཨོ་ཁ་སི་ཅི་ནས་ང་འགྲོ། ཁྱོད་མགུ་བ། ན་སུ་ན་སུ་མའི་ཀར་ཀོ། ཧ་ལོ།
ཡ་ཨོ་ཁ་སི་ཅི། ཨོ་སི་ཅི།
ཨོ་ཨ་ཁ་སི་ཅི་ཨ། ཨོ་སི་ཅི།
ཨ་སི་ད་འདི་ག་ཆུ་བོར།

ཁོང་ཚོ་ལ་ལས་ཀ་ཅིག་སྤྲད། ང་རང་གཉིས་སྦྱིན་བདག་ཅིག་བྱེད་ཨ་ཙི་ཏེ། ཨང་དེ་ནི་ང་རང་གཉིས་བོད་ཡོངས་ལ་བསྙད་བཀུར་གྱིས་སྦྱིན་ཨ་ཙི་ད། ད་ཡང་ཨ་ཙི་ནང་གི་པར་ལ་གཉིས་ལོང་བྱེད་ཀྱི། འོ་ཙི་མོ་རེད།
གཉིས་ལོང་མིན་པའི་ཁུལ་དེ་གཉིས་ལོང་མ་གདའ། ཨ་ནི།
ཨ་ཙི་བུ་དྲེད། ངེད་རང་ག་ན་འགྲོ་གི། ང་ཨེ།
འོ། གལ་སྲིད་ང་ལ་ཟེར། དེའི་གོ་ལའི། ཙི་ནི་ཆེས་ཆེ་དྲག་མདའ། ཨ་ནི་ད་ང།

ཨ་མ་ལགས་ཐུགས་རྗེ་ཆེ་མ་ཎི་ཞུ་དུ་མ་ཀཱ་རཱུ། མ་ལ། མ་ཎི། ནོ་ནོ་ནོ་ནོ་མ་ཎི། མ་ཎི།
ཨོ་ནོ་ནོ་ནོ་ནོ་དེ་གླིང་གི་མ་རེད་དེ་གླིང་གི་མ་རེད། ཨ་ཁེ་ཨ་ཁེ།

ང་རང་བོད་མིའི་མི་མང། སེམས། སེམས། ཨོ་སེམས་པ་བཟང་མོ་ཡོར་ད། ཧ། སེམས་པ་སེམས་པ། ང་རང་ཕ་ཡུལ་ལ་ཐེ་སོང། ང་རང་འཛམ་བུ་གླིང་གི་མི་མང་ལ། ཏི་པི་ཏའི་མི་ཨོ་ཀེ་ཤེ། ནའི་སི་གུར་ཆེ་ཁྱབ་བསྒྲགས་བརྒྱག་སོང། འོ་ད་ཡག་བྱུང་ཡག་བྱུང་ཨོ།

ཆ་ཤས་ག་རེ་ག་རེ་ལ་ཨ་ནི་གང་འདྲའི་ཆེ་བ་ཡོད་མེད་དེ་དཔེ་ཡག་པོ་བྱས་སོང་ཨ་ནི་མི་ཚང་མ་དང་དེ་དོན་དག་དོན་དག་དེ་གཅིག་པུ་མིན་པར་ད་ནང་ལོགས་ལ་ད་གད་མོ་ཤོད་ཡག་དང་ག་རེ་ཡིན་ན་ད་ཨིན་ཇིའི་ཐོག་ནས་ད་ཀོ་མི་ཏི་ལ་བར་ད་འདི་ཚོ་ཡང་འདུག་ཨ་ད་དེ་ནང་ནས་ད་ད་ཕྲུ་གུ་དེ་ཚོ་ཡི་ད་དེ་བཞིན་གནའ་བོའི་འགྲོས་ད་ད་ཅིག་ད་ཨིན་སྐད་ཐོག་ན script ལ་ན་ད་ང་ཚོ dialogue ཡོད་ར་ད་དེ་ཚོ་ཁྱེད་རང་ཚོ་གཉིས་ཀྱིས་གནང་རོགས་གྱོ་ཅིག་གོ་ར་ད་འོ་དེ